ག་ཚོད་ཐུག་ཐུག་མ་ནོས་འདྲ་མ་བསྡད་ན། ཀྱི་མགྱོགས་པ་ཅིག་ཚགས་ཐུབ་ས་རེད་སོང་སོང་འདྲ་ཙག་ནི་མི་འདུག་དེ་བྱེད་དུས། ཨེ་ང་རང་ཚོ་ཡང་དེ་རིང་ཚང་དེ་ནས་མ་ག་ཚོད་ཐུག་ཐུག་མ་འགྲོ་བཞག་ཡ་ཡིན། བྱེད་དུས་ཙག་ནི་ད། རྫོགས་པ་ཆེན་པོ། ཀློང་ཆེན་སྙིང་ཐིག་གི་སྔས་འབྲུག་ཁྲི་ཡི་སྐུ་གསུང་བླ་མའི་ཞལ་ལུང་ཞེས་བྱ་བ་འདི། མ་མཆེད་པ་ཞིག་པ་ལ། དེ་མཆེད་བྱ་བསྟན་གྱི་རྩ་བའི་ས་བཅད་དེ་ལ་དག་རྣམ་པ་གསུམ་ཟིན་ཏེ་ཞག་བདུན་རྩ་ནི་ཐུན་མོང་ཕྱི་ཡི་སྔས་འགྲོ་བཤད་པ་དང་གཅིག་ཐུན་མོང་ནང་གི་སྔས་འགྲོ་བཤད་པ་དང་གཉིས། དེ་ནས་ཆ་ལག་ཉལ་ལམ་ཕོ་བའི་ཁྲིད་བཤད་པ་དང་རྣམ་པ་གསུམ། པོ་ད་ལྟའི་རྩ་བའི་ས་བཅད་རྣམ་པ་གསུམ་གྱི་དན་རྟགས་དེ་དག་ཁ་ཚོན་གང་ནས་སྐྱེས་ང་རང་ཚོ་གསར་བཤད་ཤུལ་གསུམ་པ་ནང་གི་ཞིག་ནས་སྐྱེས་མཁྱེན་མཁན་ཡིན་ན་ཡང་བློ་རྩེ་གཏད་ཤོག་དེ་བསམ་གི་གོ་དན་དེ་མི་གསལ་པོ་ཞིག་ནས་སྤྲད་ཐུབ་པ་ཞིག་ཐུགས་ལ་བློ་རྩེ་གཏོད་ནས་བཤད་དགོས་རྒྱུ་ཅན། ཨེ་ནི་རྣམ་པར་ལྷན་སྐྱེས་གསན་མཁན་ཉན་མཁན་ཡིན་ན་ཡང་དེ་རྣམ་པ་སངས་ཀྱི་དན་རྟགས་ཏེ། ད་བློ་རྩེ་དེའི་ཐུགས་ལ་གཏད་ནས་ག་ཚོད་ཐུག་ཐུག་ཅིག་མཁྱེན། སེམས་ཁྱོད་ཐུགས་ལ་ཕར་གཏོང། ཁྱོད་སེམས་ནང་ལ་ཚུར་གླེང། སེམས་དང་ཁྱོད་གཉིས་པོ་དེ་བསལ་བཞག་གདན་ལ་བསླབས་ནས། ཨེ་ནི་ཁྱོད་གསན་མཁན་དེ་ཉན་དུས་རྩ་ནས་དེ་འདྲ་ཅིག་ཞིག་མ་ཐུག་ན་ནི། ནི་སེམས་ལ་ཕན་པ་གང་ཡང་ཡོད་མ་རེད་སེམས་དང་ཁྱོད་གཉིས་འབྲེལ་བ་ཞིག་མ་ཐུག་ཚར་ནས་བཟང་སྟེ། གསན་དུ་ཁྱོད་གཉིས་གླགས་ཁ་ཁ་རེ་ལངས་གོ་སོ་སོ་རེ་ཚ་དུས་ནི་ཁྱོད་ཀྱི་བརྒྱད་ཁྲི་བཞི་སྟོང་ལ་སོགས་པ་ཐམས་ཅད་ཉལ་ཚར་བ་ཡིན་ན་ཡང་གསན་དུ་འབྲེལ་བ་མེད་པའི་ལངས་གོ་ཁ་ཁ་རེ་ཚ་སོང་ན་ཁྱོད་ལ་ཁྱི་གང་གྱིས་ཕན་གི་མ་རེད། འོ་དེ་ཤི་དུས་དེ་ནི་བློ་རྩེ་འདོམས་པ་བལྟས་ཤོག་རྩ་བའི་ས་སྐྱའི་དུས་རྣམ་པ་གསུམ་རེད་ཟེར་ནས་ད་ག་ཚང་གང་ནས་ཤོད་ཟིན་པའོ་དེ་རེད་ཤག་དུས་རྣམ་པ། ད་དེ་སྲང་གི་དན་ཏོག་དེའོ་རིམ་པ་བཞིན་དུ་གསུམ་པོ་རེ་རེ་ནས་བཟུང་སྟེ་ད་ས་ཤེས་ཤིང་འོང་དུས་ད་དང་པོ། དེ་ནས་ཐུན་མོང་གཤིས་ཀྱི་ངན་འགྲོ་བཤད་པ་དེ་གི་ནང་ལ་ཡང་ད་དན་ཏོག་རྣམ་པ་བཞི་ཡོད་རེད་ཁ་ཚོན་གང་ནས་ངས་བཤད་ཚར་བ་ཞུས་ཚར་བ་ཡིན་པ། དེ་དན་ཏོག་རྣམ་པ་བཞི་པོ་དེ་ག་རེ་ཟེར་ན་དལ་འབྱོར་གཉིས་པ་ཀ་བ་དང་གཅིག། ཚེ་མི་རྟག་པ་དང་གཉིས།

དེ་ཡིན་ན་ཡང་ཨ་བུ་དཔའ་དྲུག་གིས་ད་ཨ་ནེ་མ་ལི་ས་སྐྱེས་རྒྱལ་སྐྱེས་དེ་ལ་རྒྱའི་ཚང་གཅིག་བཤད་དགོངས་འདུག་ཙང་ནས་དེ་ནས་ད་རྩ་བའི་ས་སྐྱེས་ཐོག་མ་ཐུ་མོ་ཤི་གི་སྙན་སྒྲོ་བཤད་པ་དེ་ལ་ཡང་དན་ཏོག་དང་འཇོ་གཉིས་པ་བཀའ་ཚུལ་བཤད་པ་ཚེ་མི་རྟག་པ་ཡིན་པ་བཤད་པ་ཁོ་བོའི་ཉེ་མི་ཡི་ཡོན་ཚུལ་བཤད་པ་ལས་རྒྱུ་འབྲས་ཡིན་པ་ཡོད་པ་བཤད་ཙོ་དེ་ནས་ཐར་པའི་ཕན་ཡེ་བཤད་པའོ། དེ་ལ་དགེ་བའི་བཤེས་གཉེན་བསྟེན་ཚུལ་དུ་རྣམ་པར་གྲོལ་སོགས་ནི་ད་རྩ་བའི་ས་བཅད་རྣམ་པར་གྲོལ་གྱི་ངོགས་ནས་དེ་ནི་ཐུན་མོང་ཞིག་གི་སྙན་སྒྲོགས་ཏེ་ས་བཤད་ཞིག་གི་ཡན་གསུམ་པ་རེད་ད། རྩ་བའི་ས་བཅད་རྣམ་པར་གྲོལ་གྱི་སྒོ་ནས་ས་བཤད་བྱེད་རྒྱུ་གདན་དག་ནི་བསྡུས་ན་ལོ་ཏོག་རྣམ་པར་གཞལ་སའི་འདོད་རྒྱུ་ཅན་དེ་རེད་དེའི་གཞི་དེ་ངེས་སོང་ན་དེ་ཐུན་མོང་ཞིག་གི་སྙན་སྒྲོགས་ཞེས་བྱ་བ་རེད། ཐུན་མོང་ཞིག་གི་སྙན་སྒྲོགས་བཞི་པོ་དེ་རང་གི་སེམས་རྟོགས་ལ་ཚོད་ལེན་རང་གི་སེམས་དེ་དུས་རྣམ་པ་བཞི་གི་གདན་དུ་ལ་ཕར་འགྲོ་ནས་སེམས་དང་དུས་དེ་ཆོས་ཀྱི་སྟན་རྣམ་པ་བཞི་པོ་དེ་སྲས་མཆོག་ཏུ་བྱུང་ན་དེ་ནི་ཀྱི་བཤད་མཁན་ལའོ་སྟན་ཡོད་མཁན་གྱི་དོ་ཉན་མཁན་བཤད་པའོ་ཐོས་པ་བཤད་པ་དེ་ལའང་དེ་མདོག་ཅིག་བྱུང་བ་ཅན་གྱི་དེ་མདོག་དེ་རིགས་དེ་འདྲ་པོ་ཅིག་གི་མཚན་དུ་ཆོས་ཉིད་འབྲེལ་བ་ཅིག་མ་བྱུང་ཕྱིན་ཆད་ལ་ནི་བཤད་མཁན་གྱི་བཤད་ཚད་ཐམས་ཅད་འོ་སྟོང་ཟད་རེད་ཉན་མཁན་གྱི་ཉན་ཉན་ཐམས་ཅད་འོ་སྟོང་ཟད་འབའ་ཞིག་པ་རེད་མ་གཏོགས། དེ་ཕན་པ་ཞིང་པོ་ཅིག་བྱུང་གི་ཟེར་ན་དཀའ་མོ་ཞིག་རག་རེད། ཨོ་དེ་ཡིན་དུས་ནི་རྣམ་པ་ལྷན་སྐྱེས་རང་སེམས་རང་ལྐོག་ཏུ་མ་བཞུགས་པ་ཅིག་ཡིན་དུས། ཨོ་དེ་བློ་རྩེ་འདོན་པ་བལྟས་ཤོག་ཨོ་ཕན་པ་བསྟན་ཡོད་པ་ཅིག་བྱེད་དུ་མི་བཞེད་ཨོ་རག་ལས་ཤོག་དེ་དེ་འདྲའི་གི་ཐོག་ལ་ཆགས་འགྲོ་གི་འདུག་ཟེར་ཤོག་རྒྱུ་རྐྱེན་དེ་རེད་འདུག་རྣམ་པ་དྲ་བོ་ཀྱེ། དེའི་རྣམ་པ་དྲ་བོའི་གསལ་བཤད་བྱེད་རྒྱུ་ཡོད་པའི་ནང་ནས་ད་དང་པོ་ག་རེ་རེད་གསུངས་ད་མགྱོགས་གཉིས་པ་དཀའ་བའི་གི་འཕྲེད་རེད། ད་མགྱོགས་གཉིས་པ་བཀའ་ཚོ་བཤད་པ་དེའི་ནང་ཚེས་སུ་ཡང་ཕར་འཕྲོས་འགྲོ་དུས་གང་ལ་ཁྲེལ་ཉན་པའི་གི་སྐབས་སུ་ག་འདྲའི་ཞིག་ནས་ཉན་དགོས་ཀྱི་རེད་བཤད་པ་དང་གཅིག་གྱི། བཤད་བྱ་ཁྱོད་ཀྱིས་རིམ་པ་ག་རེ་བཤད་ཀྱི་ཡིན་ཟེར་བ་དང་དེའི་རྣམ་པ་གཉིས་ཡོད་པའི་ནང་ནས་དེ་དང་པོ་ཁྱོད་ཁྲེལ་ཉན་པའི་གི་སྐབས་སུ་ཉན་སྟངས་ག་འདྲ་རེད་ཟེར་བ་དེ་རེད། དང་པོ་ཉན་ཚུལ་དེ་ལ་ཡང་དེ་འདྲའི་ཀོ་ལྷོང་དང་ཀོ་ཤོད་རྣམ་པ་གཉིས། ཁྱོད་ཉན་པའི་གི་བཀའ་སྲོལ་དག། ཀོ་ལྷོང་སེང་གི་ཀོ་ལྷོང་ག་འདྲའི་ཅིག་ཅིག་ཁུ། ག་འདྲའི་འདུམ་པ་ག་འདྲའི་ཅིག་བཏེག་རེ་བ་ག་འདྲའི་ཅིག་འཇེབས། དེ་ནི་ཉན་དགོས་གི་རེད་ཟེར་བའི་སེང་གི་ཀོ་ལྷོང་ག་འདྲའི་ཤེས་དགོས་གི་རེད་ཟེར་བ་དེ་རེད་ཀྱེ་ཀྱེ། ཉན་ན་སེང་གེ་ད་ཁྱོད་ཉན་བསྡད་པའི་གི་སྐབས་སུ་ཨེ་ནི་ལུས་ཀྱི་སྐྱོ་ལངས་ག་འདྲ་གི་ཐོག་ནས་ཁྱོད་དེ་ཉན་དགོས་གི་རེད། ངག་གི་སྐྱོ་པ་སྐྱོ་ལངས་ག་འདྲའི་ཅིག་གི་ཐོག་ནས་དེ་ནི་ཁྱོད་དེ་ཉན་དགོས་གི་རེད་ཟེར་ནས་ནོར་ད། དེ་ཤེས་པ་རྣམ་པ་གཉིས་དེ་ཀུན་སློང་དང་ཀུན་སྤྱོད་ཟེར་ཡ་རྣམ་པ་གཉིས་བཤད་པའི་ནང་ནས་ད་དང་པོ་ཀུན་སློང་བཤད་པ་ཡིན་གསུངས་པ་རེད། དེ་ཀུན་སློང་བཤད་པ་འདི་ལ་ད་ཆོས་ཉན་དགོས་པའི་གི་ཀུན་སློང་ཆོས་ཉན་པའི་གི་སྐབས་སུ་དེ་ནི་བསམ་མནོ་གཏོང་ཚུལ་གི་ཀུན་སློང་དེ་གི་ག་འདྲའི་ཁུག་དགོས་ཟེར་དེ་ལ་རྣམ་པ་གཉིས་འདུག་གསུངས་རེད། བསམ་པ་རྒྱ་ཆེ་བ་བྱང་ཆུབ་སེམས་ཀྱི་ཀུན་སློང་གཅིག་དང་ཐབས་རྒྱ་ཆེ་བ་གསང་བ་སྔགས་ཀྱི་ཀུན་སློང་ཟེར་ན་རྣམ་པ་གཉིས་རེད། དེ་ལས་བསམ་པ་རྒྱ་ཆེ་བ་ཟེར་དུས་དམིགས་ཡུལ་རྒྱ་ཆེན་པོ་ཅན་གྱི་ཁུ་ཐུག་པ་ཡིན་ན་དེ་ཁྱོད། ཐོས་པ། སྒམ་པ། འོ་ཁྱོད་ཀྱི་དན་རྡོག་ལ་ཐོས་སོང་སྒང་སོང་ག་རེ་བྱས་པི་གི་དགེ་རྩ་དེ་དག་ཐམས་ཅད་པས་བསམ་པ་རྒྱ་ཆེན་པོ་ཅན་གྱི་ཟིན་སོང་ན་ནི་དགེ་རྩ་དེའང་པས་རྒྱ་ཆེན་པོ་ཅིག་ཆགས་འགྲོ་གི་རེད། བསམ་པ་མི་གཡོ་སྟེ་དཔལ་གྲོགས་མོ་མང་པོ་བྱང་ཆུབ་སེམས་ཀྱི་ཀུན་སློང་ཅིག་རྩིས་གསན་སོང་ན་དགེ་རྩ་བརྟན་བ་དཔལ་གྲོགས་མོ་མང་པོ་ཅིག་ཆགས་འགྲོ་གི་རེད་ཟེར་ནས་བླ་ཆེན་གྱིས་བྱང་ཐུབ་ཀྱི་རེད་གསུང་གི་ཡོད་རེད་འོ་དེ་ཐུབ་པའི་ཆེད་དུ་བསམ་པ་རྒྱ་ཆེ་བ་བྱང་ཆུབ་སེམས་ཀྱི་ཀུན་སློང་ཅིག་དང། ཨ་ནི་ཐབས་རྒྱ་ཆེ་བ་གསང་བ་སྔགས་ཀྱི་ཀུན་སློང་གསུངས་དོན་དེ་དེ་ནང་གི་གཅིག་གི་གཅིག་ཆོས་ཐོས་པ་བསམ་པ་སྒོམ་པ་བྱས་ཚད་ཐང་ཅིག་གྲུབ་འབྲས་དེ་ཚོགས་བསགས་ཡག་གི་ཆེད་དུ་རེད་སྒྲིག་པ་བྱུང་ཡག་གི་ཆེད་དུ་རེད། དེ་ནི་རང་རྒྱུད་ལ་བསགས་རྒྱུ་གི་ཚོགས་དེ་ཐ་ཤི་ག་འདྲའི་ཅིག་ལ་བལྟས་ན་དེ་ནི་ཚོགས་རྒྱ་ཆེན་པོ་ཅིག་བསགས་ཐུབ་གི་རེད། ག་འདྲའི་བཤད་པ་ཡིན་ན་ཚོགས་གྲངས་མང་པོ་ཅིག་བསགས་ཐུབ་གི་རེད། འོ་ཐ་ཤི་ག་འདྲའི་ཅིག་ལ་བརྟེན་པ་ཡིན་ན་ཐ་ག་འདྲའི་ཅིག་ལ་བརྟེན་པ་ཡིན་ན་སྒྲིབ་པ་རྒྱ་ཆེན་པོ་དེ་སྤང་ཐུབ་གི་རེད་བཤང་ཐུབ་གི་རེད། འོ་ཐ་ག་འདྲའི་ཅིག་གི་ཆེད་དུ་དེ་སྒྲིབ་པ་དེ་གྲང་བ་མང་པོ་བྱིན་གྱིས་དོ་རྒྱ་ཆེན་པོ་གྱིས་ག་འདྲས་ཤིག་ནུབ་དེ་ནི་འགྱོད་པ་འགྱོད་པ་དཀའ་བ་མེད་པ་དཀའ་ཚེགས་འབོད་པ་གཅིག་གི་ཐོག་ནས་དུས་ཚོད་སྨྱོ་བ། དཀའ་ངལ་མེད་པ་གཅིག་གི་ཐོག་ནས་ཚོགས་བསགས་རྒྱ་ཆེན་པོ་སྒྲིབ་སྦྱོང་རྒྱ་ཆེན་པོ་གཏིང་ཟབ་པ་དེ་འདྲས་ཀྱིས་བཟོ་ཐུབ་པའི་ཐབས་དེ་དེ་གསང་བ་སྔགས་ཀྱི་ཐབས་ཀྱི་སེམས་འགུག་གི་རེད་སོང་ནས་ཨོ་ད་སྲུང་བ་སྔགས་ཀྱི་ཐབས་སྲུང་དགོས་རྒྱུ་དེ་རེད་ཐབས་རྒྱ་ཆེ་བ་དེ་སྲུང་བ་སྲུང་སྔགས་པ་ཐམས་ཅད་ཀྱི་ཐུན་མོང་མོས་པའི་ཐབས་ཀྱི་སྒོ་ནས་ཚོགས་བསགས་སྟོང་དང། སྒྲིབ་པ་སྦྱང་སྟོང་དེ་འདྲའི་གཅིག་གི་ཐབས་ཀྱིས་ཟིན་ན་དེ་བསགས་རྒྱུ་ཅན་གྱི་ཚོགས་ཡིན་ན་པས་དཀའ་ངལ་མེད་པར་དུས་ཚོད་སྙོལ་བ་གཅིག་གི་ཐོག་ནས་ཚོགས་རྒྱ་ཆེན་པོ་གྲངས་མང་པོ་བསགས་འགྲོ་རྒྱུ་ཅན་དེས་ནོངས་ཀྱི་ཐབས་རྒྱ་ཆེ་བ་གསང་བ་སྔགས་ཀྱི་སྐུ་ལྷུང་འདས་ཀྱི་སེམས་པའི་ཐོག་གི་སྒོ་ནས་ཐོས་བསམ་སྒོམ་གསུམ་ལ་ཡོངས་སུ་འཇུག་པ་ཡིན་ན། སྦྱོང་རྒྱུད་གཅིག་གི་སྒྲིབ་པ་ཡིན་ནའང་དུས་ཐུང་ཐུང། དཀའ་ཚེགས་མེད་པ་གཅིག་གི་ཐོག་ནས། དེ་ནས་སྒྲིབ་པ་དེ་ཤུགས་ཆེན་པོ་དང་བདུད་སྡིག་ཉེས་ལྟུང་དྲི་མ་དང་བཅས་པ་ཐམས་ཅད་དེ་ཀྱི་མགྱོགས་པ་དང་རྒྱ་ཆེན་པོ་དང་གྲང་མོ་བཞིན་ཕར་སྤོང་ཐུབ་པའི་ཁྱད་པའོ་དེ་འདྲའི་འདྲ་དགོས་རེད་གསུངས་པ། དེ་ཡིན་དུས་ཐབས་རྒྱ་ཆེ་བ་གསང་བ་གསང་སྔགས་རྡོ་རྗེ་བྲིས་པ་དག་གིས་དེ་ནི་ཐབས་དེ་གིས་ཟིན་པ་བྱིན་གྱིས་ཤིག། བསམ་པ་རྒྱ་ཆེ་བ་དེ་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་ད་མདོ་མཚན་ཉིད་བྲིས་པ་དབུ་མ་སེམས་གཙང་ཡན་ཆོད་ནས་བཟུང་སྟེ་ད་མདོ་དང། སྔགས། ཟེར་བ་དང་མདོ་དང་རྒྱུད་ཟེར་བ་མདོ་རྒྱུད་མན་ངག་ཏུ་བསྐྱེད་པ་ཐམས་ཅད་ཀྱི་བཀའ་ནི་བྱང་སྡེ་པའི་བསམ་པ་རྒྱ་ཆེ་བའོ་དེ་གཉིས་པོ་བསྟན་ཏེ་དེ་བཤད་ཀྱི་ཡིན་གསུངས་རེད། དེ་རྣམ་པ་གཉིས་ཀྱི་ནང་ནས་ད་དང་པོ་བསམ་པ་རྒྱ་ཆེ་བ་བྱང་ཆུབ་སེམས་ཀྱི་ཀོ་ལྷོང་སེང་གེ་དེ་དག་གང་འདྲས་ཤིག་ཁུག་དགོས་ཀྱི་རེད་ཟེར་ན། དང་པོ་བསམ་པ་རྒྱ་ཆེ་བ་བྱང་ཆུབ་སེམས་ཀྱི་ཀོ་ལྷོང་ནས་འདི་ལྟར། འཁོར་བ་ན་གནས་པའི་སེམས་ཅན་ཐམས་ཅད་ནི་རང་གི་ཐོག་མ་མིན་པའི་དུས་ནས་ཕ་མ་མ་བཞེས་པ་ནས་སྐྱེས་སྐྱོང་མེད་གསུངས་པའོ་དེ་རེད།

ཐང་སྐྱེས་དེ་མདོ་དང་བརྗོད་ཐང་སྐྱེས་ཀྱི་ནང་ནས་བཞག་འདུག་རྒྱུ་མཁྱེན། ཐོག་མ་འདི་གསུང་མཁན་གྱི་གང་ཟག་དེ་ནི་སྐྱེས། ཆོས་ཀུན་གྱི་བསྟན་པ་ཀུན་ཏུ་བཟང་པོ་ལ་སོགས་པ་དང། དེའི་ནང་གི་རྫོགས་སྐྱེས་ཀྱི་བསྟན་པ་བཅུ་གཉིས་ལ་སོགས་པ་ཁོང་རྣམས་པ་ནང་གི་གསང་བཞག་རྒྱོགས། དེའི་ནང་གི་ལོངས་སྐུ་བསྟན་པ་བརྒྱ་བ་རིགས་ལྔ་ལ་སོགས་པ་ཁོང་རྣམས་པ་ནང་གི་གསང་བཞག་རྒྱོགས།

གང་ལྟ་ཅོག་ཐག་བཅད་རྒྱུ་དེ་ག་རེ་ཟེར་མཐའ་ཡས་པའི་སེམས་སྐྱིད་རེག་གྲུབ་ཀྱི་སྡུག་ཚད་ཐང་ཆད་དུ་རང་གི་ཕ་མ་མར་བཞེས་བར་དུ་ཕ་མ་མ་ཡིན་བོད་ཀྱི་སེམས་སྐྱིད་ནི་སྐྱེས་ཀྱང་ཡོད་མ་རེད་ཟེར་ཡག་གི་ཨོ་དན་ཏོག་དོག་དོག་དེ་རེད། ད་དེ་ཐག་རྒྱ་བ་བསྟན་པ་སྐུ་སྲོང་གི་ཐག་བཅད་ཡག་རྒྱུ་ཆེན་དེ་ཡི་དན་དེ་ད་ད་ཅི་གང་ནས་ངས་ཞུ་བ་གནང་མཁན་ཞིག་གིས་ཅིག་ཆོད་ཀྱི་རང་གི་སེམས་ལ་ཕན་ཅིག་ཐོག་དགོས་བསམ་གྱི་ཡོད་ན། ཉེས་བྱ་བཅོས་བུད་ཀྱི་ཆོས་དེ་རང་གི་སེམས་ཐོག་ལ་ཚུར་ལེན། རང་གི་སེམས་དེ་ཆོས་ཀྱི་དོན་གྱི་སྟེང་དེ་ན་ལ་བག་གཏོང། སེམས་དང་ཆོས་གཉིས་པོ་དེ་སྲས་ཕྱོགས་ཀྱི་མན་ངག་ལ་བསླབས་ནས། བསླབས་ན་སེམས་དང་ཆོས་གཉིས་འབྲེལ་བ་ཅིག་གྲུབ་གི་རེད། སེམས་དང་ཆོས་གཉིས་འབྲེལ་བ་ཅིག་གྲུབ་ན། དེ་ནས་ཆོས་དེ་གི་སེམས་དེ་ལ་ཕན་གི་རེད། འབྲེལ་བ་དེ་མ་གྲུབ་ན་ཆོས་དེ་གི་སེམས་དེ་ལ་ཕན་ཐབས་རྩ་ནས་ཡོད་མ་རེད། འོ་དེ་ཡིན་དུས་རྩ་ནས་གསན་ཏོ་ཁྱོད་གཉིས་ཀྱི་བསད་ཕྱོགས་ཀྱི་མི་སྔར་མ་ལྷག་ན་འབྲེལ་བ་རྩ་ནས་གྲུབ་མཐའ་མི་འབྲེལ་བ་མ་བསྡུར་ན་ཁྱོད་ཀྱི་གསན་ལ་ཕན་ཐབས་རྩ་ནས་མེད་པ་ཡིན་པའི་རྒྱུ་མཚན་གྱིས་ཨེ་ནས་དེ་བསད་ཕྱོགས་མི་སྔར་ལྷག་རྒྱུ་དཔེ་མ་ཟད་ག་ཆེན་པོ་དེ་རེད་མ་གཏོགས་ཁྱོད་བོད་ཀྱི་གོ་བ་དཔེ་ཐོག་ཏུ་ལུས། སྣང་བ་ནམ་མཁའ་ལ་གདངས་སོང་བ་སྐྱིད་པོ་སྐྱིད་ཀྱི་ཁྱོད་ཀྱི་དཔོན་པོ་རྒྱལ་ཁྲི་བཞི་སྟོང་ལ་སོགས་པ་ཐོས་པ་ཞིག་ཚར་བ་ཡིན་ན་རང་གསན་དང་འབྲེལ་བ་མ། ཁོང་གི་སེམས་ལ་ནི་ཆོས་ཕུང་པོ་བརྒྱད་ཁྲི་བཞི་སྟོང་ག་ཚད་ཐོས་ཚར་བ་དེ་གི་ཕན་ཐོགས་རྟེན་འབྲེལ་གཅིག་ཙམ་མཆིས་དེ་ནི་གཞུང་རྒྱུད་དུ་དཔེ་མ་ཟིག་ག་ལས་ཁ་པོ་རེད་ཟེར་རྒྱུ་འོ་དེ་འདྲའི་རེད་འདུག་ད་དན་དག་འདི་གི་སེམས་ནང་ལ་ཚུར་ལན་སེམས་བསྐྱུར་དུས་ནི་ཁྱོད་གི་དན་དག་འདི་དེ་འདྲར་ཕར་བཏང་ནས་བསྲེ་གཞོག་གི་མི་ང་ག་འདྲའི་ཞིག་ནས་བྱས་ནམ་པ་ནང་གསེང་དགོས་ཀི་རེད་ག་འདྲའི་བསྲེ་གཞོག་ལ་ལྷག་དགོས་ཀི་རེད་ཟེར་ལགས་ན། ད་རང་རང་སོ་སོ་ལ་དཔང་པོ་ཅིག་བཙུགས་ནས་ཁ་ནང་དུ་ཚུར་ལོག་ནས། མཐའ་ཡས་པའི་སེམས་ཅན་ཐམས་ཅད་ཟས་བཞག་རྒྱུ་ཅན་དེ་དག་ག་རེ་རེད་དམ་མ་གོས་ཀྱི་དམྱལ་བ། ཚ་རོང་གི་སྡུག་བསྔལ་མྱོང་པ་ཡན་ཆོད་ནས་བརྫངས་ཏེ་ཡ་གཅིག་གཅིག། བསྟན་པ་རྒྱལ་བ་སྐུ་གསུམ་གྱི་ཞིང་ཁམས་ལ་སོང་ཡོངས་སུ་རྒྱས་ཚར་དུས་ཀྱི་གང་ཟག་ཐམས་ཅད་མན་ཆོད་ནས་བརྫངས་ཏེ་ལ་དྭགས་རང་ཉིད་ཀྱི་མ་ཞེས་མ་བསགས་པ་དང་ཕ་ཞེས་མ་བསགས་པ་གི་གང་ཟག་ཅིག་འདི་རེད་ཟེར་ནས་མཛུབ་ཀྱིས་བཙུགས་དགོས་ན་ད་ཅིས་ཀྱང་བཙུགས་རྒྱུ་ཉན་གི་མ་རེད་ཟེར་བསྟན་པ་སྐུ་གསུམ་གྱིས་དེ་ཐག་བཅད་ཤོད་རྒྱུ་དེ་རེད་དན་ཏོ། དེའི་ཐག་བཅད་ཡོང་དུས་ཙམ་ནས་ད་རང་ཉིད་ཨེ་ཁང་སོང་ར་ཡིག་དྲུག་འབའ་འབུ་སྲོག་ཆགས་ཡན་ཆོད་ཐང་ཆད་ཀྱི་བུ་རྒྱུད་ཞེས་ཚ་ཤ་དག་རེད། རིགས་དྲུག་པའི་སེམས་སྐྱིད་ཐང་ཆད་ཀྱི་བུ་རྒྱུད་རེད་མ་གཏོགས་བཅུ་པའི་གཞན་གང་ཡང་མ་རེད་ཟེར་ན་རང་ཉིད་སེམས་སྐྱིད་སྐོར་གྱི་བུ་རྒྱུད་ཡིན་པ་ཐག་དེ་བཅད་ཡོང་དགོས་ཡོད་རེད། སེམས་བསྐྱེད་དང་བཅས་ཏེ་རང་གི་ཕ་མ་རེད་ཟེར་བའི་ཐག་བཅད་བཞིན་པ་དེ་རེད། ད་དེ་རེད་ཨེ་འདུག་མི་འདུག་དེ་སྲས་ཤོག་གི་མན་ངག་ལ་ལྷག་བསམ་ན་ཨེ་ན་རང་སེམས་རང་ལ་ལྐོག་ཏུ་མ་བྱེད་པར་ཚུར་བརྟག་དཔྱད་བྱེད་དགོས་ཀྱི་ཡོད་རེད་དེ་བརྟག་དཔྱད་ཅིག་བྱེད་ཡོང་དུས། མི་ལ་ལ་ཤེས་པ་མེད་པའི་གང་ཟག་དང། གང་ཡང་ཐོས་པ་རྒྱ་ཆེ་བྱེད་མ་མྱོས་པའི། བསམ་ཤེས་དྲན་ཡོད་ཀྱི་རྟོག་པ་འདྲ་པོ་གང་ཡང་མེད་བཞག་མཁན་གྱི་དགྲ། བློ་ཆུང་ཡོད་སྲིད་རྒྱུ་རེད། སྣང་བ་ཧ་ཅང་གི་བདེན་ཟིན་གི་གང་ཟག་དུ་སོགས་ཐང་ཆད་ཤོས་ལ་ལས་དྲན་སྲིད་རྒྱུ་རེད་ད་དེབ་བདེན་དང་མི་བདེན་སེམས་ཐག་ཆོད་དུས་ཐོག་ལ་བྱེད་དགོས་གི་རེད་བདེན་པ་རེད་དོ་ཨེ་འདུག་དང་མི་འདུག་དེ་རང་གི་ཟན་རིགས་ཤེས་པ་མེད་ལྟ་བུ་འདི་གི་རྟགས་ནི་རང་གི་ཟན་རིགས་འདི་གི་ཐག་ཆད་དེ་རང་ངོ་ལ་བྱེད་དགོས་གི་ཡོད་རེད་རྒྱལ་བ་བསྟན་པ་སྐུ་གསུང་གི་ཐག་ཆད་པའི་མཚན་དེ་དངོས་གནས་རེད་ཨེ་འདུག་ཨང་མི་འདུག་སངས་རྒྱས་ཐང་ཆད་སྐྱ་རྫོགས་བཤད་རྒྱུ་རེད་འདུག་དང་འདི་ཁུངས་ཡོད་ལུང་ཡོད་རེད། ཅེས་ཞིག་དགོས་རྒྱུ་ཅི་དེ་བསྡད་ཡོད་རེད། རྒྱལ་བ་སྐུ་སྲོང་གི་ཐོག་དེ་བསྐྱལ་ཚར་རེད་དེ་འགོལ་བསྐྱལ་དགོས་མ་རེད། དེའི་ཐོག་དེ་མ་ཤོད་པ་དེ་ག་ན་ལྷོག་བསྡད་རེད་རོང་སྲས་རོང་གི་སྟེང་དུ་ལྷོག་བསྡད་ཡོད་པ་ཡིན་དུས་རོང་སྲས་རོང་གི་སྟེང་དུ་ཐོག་དེ་ད་རོང་གི་བསྐྱལ་དགོས་ཀྱི་ཡོད་རེད་དེ་བསྐྱལ་རྒྱུ་རྗེས་ནས་ལྷག་བསྡད་ཡོད་རེད། ད་ང་རང་ཚོ་ཁོག་བཙོག་ཁག་གཉིས་ཀྱི་ནང་མི་བརྒྱད་བརྒྱ་ཡང་མ་ཚར་གྱི་འདུག་ཐག་ཆོད་ཚང་མཁན་ཕ་སྐྱིད་ཡིན་རྒྱུ་རེད་དེ་ག་དུས་ཐག་ཆད་རྒྱུ་བསྐྱལ་རྒྱུ་ད་རུང་ལྷག་བསྡད་འདུག་ན་ད་དེ་རིང་ཐག་བསྐྱལ་དགོས་ཀྱི་ཡོད་རེད་དེ་དེ་བདེན་པ་རེད་དམ་མ་རེད་ཟེར་ནས། དེ་དག་དེ་ཐག་དེ་བསྐྱལ་འདི་ཕ་སྐྱིད་སྐད་ད་གང་ནས་ཤུད་པ་ནང་གི་ཤེས་མེད་ཀྱི་གང་ཟག་ཐམས་ཅད་དྲན་རྒྱུ་རེད་དེ་སངས་རྒྱས་ཐམས་ཅད་ཁོ་རང་ནོར་རེད་མ་གཏོགས་ཅང་ནས་མི་བདེན་བསམ་པ་ཅན་གྱི་དཔེ་ན་ཁ་ཤས་དྲན་རྒྱུ་རེད་ང་རང་དགེ་སློང་ཡིན། གྲྭ་པ་ཡིན་ང་ཨ་ནེ་ཡིན། དེ་ནང་གི་གཅིག་གིས་ང་ལ་ཀྱི་སྐྱེ་མེད་མེད་ང་ལ་ཁྱོ་ག་མེད་ང་ལ་བུ་རྒྱུད་མེད་ཞེས་ཙང། སེམས་ཅན་ཐམས་ཅད་ཕ་མ་རང་གི་ཕ་མ་ཞིག་མ་བསགས་པར་སྐྱེ་རྒྱུ་ཡོད་མ་རེད་ཟེར་ཏེ་དེ་མི་བདེ་ང་སེམས་ཅན་ཀུན་གྱི་ཕ་མ་མིན་བསམ་པ་སྐྱེས། ང་སེང་གེའི་དཀོན་གྱི་ཕ་མ་སྨན་པའི་རྒྱུ་མཚན་དཀར་བསེ་ནི་སྔགས་ཕ་ཞེས་མ་མྱོང་མ་ཞེས་མ་མྱོང། འོ་དེ་འདྲའི་དྲན་གྱི་རེད་ང་ལ་བུ་རྒྱུད་མེད་ཡའི་བསམ་པ་ཅན་གྱིས་རྒྱུ་མཚན་དེ་ལ་བརྟེན་ནས་བསྟན་པ་རྒྱ་བ་སྐུ་གསུམ་པོ་དེ་རྫུན་མ་རེད། ཁོ་རང་ཚོ་ནོར་རེད་མ་གཏོགས་སྐྱེས་བུའི་བདེན་པ་མ་རེད་བསམ་ང་རང་བདེན་པ་ཡིན་བསམ་བསམ་མཁན་དེ་འདྲ་ཡོད་རྒྱུ་རེད་ཅེ་ན་དེ་རེད། གཉིས་ཡིན་ན། ད་དྲན་རྒྱུ་རེད་དཀར་བསེ་དགོས་རེད། སེམས་བསྐྱེད་བཏང་ཀྱང་རང་གི་ཕ་མ་མ་གྱུར་པའི་སེམས་བསྐྱེད་དེ་ཨེ་འདུག་མི་འདུག་དེ་རྩར་འོང་ཙ་ནས་འདུག་ཟེར་ཕ་གི་ཁྱི་ཕ་གའི་འོ་ངག་གི་ཕ་མ་རེད་མ་མ་རེད་མ་གའི་གི་སྟག་བུ་འདི་འོ་ངག་གི་ཕ་མ་རེད་མ་མ་རེད་ཡི་གའི་ངུ་ཕ་མ་མ་རེད་མི་གའི་མི་ཕ་མ་མ་རེད་ངུ་ཕ་མ་མ་ཡིན་ཕ་གི་སེམས་བསྐྱེད་ཐོངས་ཙ་འདུག་ཁང་སོང་ཐང་ཅིག་ཡར་གང་ནས་བསྡད་འདུག་ང་གི་ཕ་མ་ཡིན་རྒྱུ་དེ་ང་རང་ལ་ཕ་གཅིག་དང་མ་གཅིག་མ་གཏོགས་མེད། བྱས་ཙང་ཕ་མ་ངག་གི་ཕ་མ་མ་ཡིན་པ་དེ་ཁོང་བཙལ་འདུག་རྒྱུ་མཚན་དེ་ལ་བརྟེན་ནས་བསྟན་པ་སྐུ་གསུམ་པོ་དེ་དག་ཐང་ཆད་དུ་ཨ་བུ་དཔའ་སྤྲུལ་སོགས་བྲིས་རྒྱུ་འདི་ནོར་འཁྲུལ་རེད་མ་རེད་བསམ་པ་ལྟ་བུ་དེ་འདྲས་དྲན་སྲིད་རྒྱུ་རེད། ཤི་བྲི་རྒྱུ་རེད་དེ་ཡིན། དེ་དྲན་མཁན་གྱི་རེད། ཡོད་སྲིད་རྒྱུ་རེད་ཡོད་པ་མཐའ་དག་ཐང་ཆད་དེ་ནོར་འཁྲུལ་རང་རེད། ནོར་འཁྲུལ་ག་འདྲས་ཤིག་ནས་ནོར་སོང་པ་རེད་ཟེར་ན། རང་རང་ཟེར་བ་དང་གཞན་གཞན་ཟེར་བ་དང་སེམས་ཅན་སེམས་ཅན་ཟེར་ནས་མཛུག་གི་གཙོ་བོ་འཇུག་སྟེ་སེམས་ཅན་ཁོ་རང་ཤི་བྱས་ན་སེམས་ཅན་ངོ་མ་ཤེས་པ་རེད་དེ། དགོས་ངེས་ན་རང་ཉིད་རང་གིས་ངོ་མ་ཤེས་པ་རེད། ང་རྡོ་ཁོག་ཟེར་བ་དང་རང་དང་གཞན་ཟེར་བའི་གི་སེམས་ཅན་དེ་ཙམ་ནི་ངོ་མ་ཤེས་པའི་སྐད་ཆ་རེད་དེ། དེ་ངོ་ཤེས་པ་ཞིག་པ་ལ་ག་འདྲས་ཤིག་དང་པོ་ཤེས་པ་ཤེས་དགོས་པ་རེད་དེ། ག་ཚོད་སྔོན་མ་ང་རང་ཚོ་སོག་ལུ་ཚོགས་པའི་ནང་ལོགས་ལ་ཡ་ཚད་སྔ་ཞིག་ཡོད་པ་རེད་ཟེར་གྱི་འདུག། ག་འདྲས་ཤེས་ནི་ཤེས་དགོས་ཀྱི་རེད་མེད་ཀྱི་ནི་མཐོང་གི་མི་འདུག་ཟེར་དྲི་བ་གླེ་བར་བ། ལས་རྒྱུ་འབྲས་ཡོད་པ་རེད་ཟེར་གྱི་འདུག་ཡོད་པ་སུ་གཅིག་གིས་ཤེས་ནི་ཤེས་ཀྱི་མི་འདུག་ག་འདྲས་ཤེས་ནི་ཡོད་པ་ཤེས་དགོས་ཀྱི་རེད་ཟེར་གྱི་འདུག་བ། ཨོ། སྐབས་དེ་དུས་ང་རང་ཚོ་ལྷོ་གཞུང་སྔལ་དུ་འགྲོ་ཚར་ཡིན་པ། ཚེ་སྔ་མ་ཡོད་པ་ཤེས་པ་ཞེས་པ་ལ་རང་ཉིད་ག་ནས་བྱུང་རྒྱུ་ཡིན་པ་དེ་ལ་བརྟག་དཔྱད་བཏང་དུ་ཚེ་སྔ་མ་ཤེས་ཀྱི་རེད་མཐོང་གི་རེད་རིག་གི་རེད། ལས་རྒྱུ་འབྲས་ཡོད་པ་དེ་ག་འདྲའི་ཞིང། མ་འོངས་ཞིང་ཆེན་ལ་ང་རང་འགྲོ་སྲིད་ལངས་གོག་ག་ན་ཡིན་ང་ག་བ་ལ་འགྲོ་དགོས་ཀྱི་རེད་ཟེར་དུས་ལངས་གོག་དེ་ཚེས་དང། ཨེ་ནི་ཚེས་ཕྱི་མའོ་ཤེས་ཀྱི་རེད་ལས་རྒྱུ་འབྲས་ཤེས་ཀྱི་རེད་ཟེར་ནས་ང་རང་ཚོ་དུས་སྐབས་སུ་དེ་བློ་སྦྱོང་སྤྲད་ཟིན་པ་ནང་བཞིན་བྱས་ནས་བཤད་དེ། མདོར་ན་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་ལུས་སེམས་ཤེས་ཀྱི་ཡོད་རེད། ད་འཇིག་དྲི་སེང་གེའི་གཏམ་གྱིས་ང་ལ་བུ་བརྒྱུད་མེད་ང་ཕ་མ་མིན། ཕ་མ་མིན་པའི་སེམས་སྐྱེས་འདུག་ང་རང་ཡིན་བསམ་པ་ངུས་ཕ་མ་མ་ཡིན་པའི་སེམས་སྐྱེས་ཁོང་འདི་འདུག་བསམ་མཁན་དུ་སོ་དང་བཅས་ཀྱི་མཛུ་གུ་སུ་ལ་བཙུགས་དགོས་རེད་ང་ང་ཟེར་ཡ་དེ་གི་མཛུ་གུ་བཙུགས་ས་དེ་ཕ་ཁྱེད་རང་གི་གཟུགས་འདི་དང་ལུས་འདི་ལ་མཛུ་གུ་བཙུགས་ནི་ཤེས། དེ་མ་གཏོགས་མི་ཤེས་གི་གང་ཟག་ཐམས་ཅད་གི་བསམ་ནང་དེ་དེ་འདྲས་ཀྱི་འཁོར་ཡོང་གི་ཡོད་རེད་ང་ཟེར་དུས་ང་རང་གི་གཟུགས་པོ་འདི་ལ་བསམ་ནང་དེ་བཏང། ཡང་ན་ང་ཟེར་དུས་ང་རང་གི་ཁ་དང་ངག་འདི་ལ་བསམ་ནང་དེ་བཏང། དེ་མ་གཏོགས་མི་ཤེས་ཀྱི་གོང་ཟག་ཐང་ཅན་དེ་འདྲ་དྲན་སྲིད་རྒྱུ་དེ་འདྲ་དྲན་ཡོང་དུས་དེ་ནི་རྒྱལ་བ་སྐུ་གསུམ་ནོར་ཚ་འདུག་བསམ་པ་ཅན་གྱིས། ང་རང་ནོར་མེད་པ་ཅན་གྱི་ཡིན་དུས་ང་ཕ་མ་མ་ཡིན་ང་གི་ཕ་མ་མ་ཡིན་པའི་སེམས་སྐྱེད་མང་པོ་འདུག་བསམ་པ་ཅན་གྱིས་དེ་མཐོང་ནས་ཞོགས་གུས། དེ་འདྲས་མ་རེད་དེ་སེམས་སྐྱེད་ཁྱེད་རང་མ་ཤེས་པར་ཁྱེད་རང་གཟུགས་དེ་ཁྱེད་རང་མ་རེད།

རྒྱལ་བ་སྐུ་གསུམ་གྱི་སེམས་ཅན་སྐྱེ་རྒྱུ་མི་འདུག་ཟེར་ཏེ་སེམས་ཅན་དང་གཅིག་བཟོ་མི་འདུག་ཟེར་གྱི་ཡོད་མ་རེད། ཁྱོད་ཕ་མ་མ་ཡིན་པའི་སེམས་ཅན་གྱི་བཟོ་བོ་ཡོད་རེད། ཁྱོད་ཕ་མ་མ་ཡིན་པའི་སེམས་ཅན་གྱི་ལུས་ཡོད་རེད་ངག་ཡོད་རེད། དེ་མེད་ཚེ་རྒྱལ་བ་སྐུ་གསུམ་གྱི་ཐག་བཅད་གི་ཡོད་མ་རེད། རང་གི་ཕ་མ་མ་གྱུར་པའི་སེམས་ཅན་གྱི་ལུས་མེད་ད་སེམས་ཅན་གྱི་ངག་མེད་ད་ཟེར་ནས་རྒྱལ་བ་སྐུ་གསུམ་གྱི་ཐག་བཅད་མི་འདུག་བ་ཨ་བུ་དཔའ་གྲུ་ཚང་གིས་དེ་གསུངས་མི་འདུག་བ། རང་གི་ཕ་མ་མ་གྱུར་པའི་སེམས་བསྐྱེད་ཡོད་མ་རེད་ཟེར་འདུག་མ་གཏོགས་སྐྱེས་བུར་སེམས་བསྐྱེད་ཀྱི་ལུས་ཡོད་མ་རེད་ངག་ཡོད་མ་རེད་ཟེར་མི་འདུག་བ། དེ་ནང་གི་གཅིག་གིས་རང་གི་ལུས་འདི་དག་ཕ་ཤེས་མྱོང་གྱི་མ་རེད་མ་ཤེས་མྱོང་གྱི་མ་རེད་ཁ་ཤས་ཡོད། དེ་འདྲའི་ཤེས་ནས་བརྟག་དཔྱད་དེ་བཏང་དུས་དེ་ནི་ཉོ་དགོས་དགོས་རེད་ད། དེ་ཕ་མ་ཅུང་མ་བསགས་པའི་གི་སེམས་བསྐྱེད་ཅིག་ཡོད་མ་རེད་ཟེར་བའི་སེམས་བསྐྱེད་དེ་མཛོད་ཀྱི་རྒྱལ་བ་སྐུ་གསུམ་གྱི་གང་ན་བཙུགས་འདུག་གང་ལ་ཐག་བཅད་ས་དེ། བཀྲེས་ཤིང་སྡུག་གང་ལ་སྦྱར་བ་ཀོ་སོང་རྗེས་རང་གི་ཕ་མ་མ་བཅོས་པའི་སེམས་ཅན་མའི་ཟས་འདུག་མ་གཏོགས་བཅོས་པ་རང་གི་ཕ་མ་ཞིག་མ་བསགས་པའི་གི་སེམས་ཅན་གྱི་ལུས་མེད་སེམས་ཅན་གྱི་ངག་མེད་ཟས་མི་འདུག་བ། ཞེས་དུས་རྩ་ནས་ད་སེམས་ཅན་སེམས་ཅན་སེམས་ཀྱི་སྦྱར་བ་ཀོ་སོང་མཛུབ་བཙུགས་ས་དེ་ག་རེ་རེད་འདུག་དེ་ལ་བལྟ་དགོས་གི་རེད་དེ་བལྟ་འོང་དུས་རྩ་ནས་རང་གི་སེམས་རིག་རྣམ་པ་ཞེས་པ་ཚེ་སྲོག་རྣམ་པ་ཞེས་པ་འདི་རེད་ད་ཐུག་ས་ངོ་མ་དེ། ད་ག་ཚོད་ང་རང་ཚོ་ཚེ་སྔ་མ་ཡོད་པ་ཤི་ཟིན་ཐོག་མར་ག་ནས་བྱུང་ཟེར་བརྟག་ཤི་བརྟག་འོང་དུས་རང་གི་ལུས་འདི་དང་ཕ་མ་གཉིས་ཀྱི་གློ་བུར་དུ་བཟོས་ནས་བསྐྲད་དགོས་རྒྱུ་རེད་འདུག་བ། ལུས་འདི་གྲུབ་ཚར་བའི་རྗེས་སུ་ངག་འདི་འོ་དེ་ནས་རང་གིས་སླེའོ་རྒྱུ་རེད་འདུག་བ་བྱིས་པ་སྐྱེ་རྐྱེན་སོགས་ཀྱི་རྩོལ་བ་ལ་བརྟེན་ནས་བྱུང་ཕྱོགས་ཀྱི་ངག་རེད་འདུག་བ། གློ་བུར་དུ། ཕ་མེས་ཀྱི་རྒྱུ་རྐྱེན་ལ་བརྟེན་ནས་བྱུང་བ་རེད་འདུག་བ། ཚེ་སྲོག་རྣམ་པར་ཤེས་པ་འདི་ག་ནས་བྱེད་འོང་རྒྱུ་རེད་འདུག་ཕ་མས་བཟོ་ཤེས་མི་འདུག་བ་ཐུག་མི་འདུག་བ། ཞེས་དང་ཐ་ཚིག་སོགས་རྣམ་པར་ཤེས་པ་སེང་གེ་དེ་ཡོད་པར་བཟོ་དགོས་ན་ནི། ཕ་མ་ཤོག་བཟོ་མ་ཐུབ་མཁན་ཕ་མ་མི་དགོས་རྒྱུ་དེ་ལྷ་ཀླུ་གཉན་སྲིན་རྫོད་པོ་སངས་རྒྱས་སོགས་སེམས་ཅན་སུ་གཅིག་གིས་བཟོ་མ་ཐུབ་མཁན་གྱི་ཚེ་སྲོག་རྣམ་པར་ཤེས་པ་ཅིག་འདུག་བ། འདི་ཡོད་པར་སུ་གཅིག་གིས་བཟོ་པ་པོ་བཟོ་མ་ཐུབ་མཁན་བཟོ་བའི་ཚོད་མེད་མཁན་ཅིག། འདི་མེད་པར་བཟོ་དགོས་ན་ཡང་འཇིགས་པ་བརྒྱད་དང་བཅུ་དྲུག་ལ་སོགས་པ་ཞིག་འཇིགས་ཐུབ་ཀྱི་རེད་ལུས་འཇིགས་ཀྱི་རེད་ངག་འཇིགས་ཀྱི་རེད་མ་གཏོགས་བཅུ་བུ་འཇིགས་པ་བརྒྱད་དང་བཅུ་དྲུག་ལ་སོགས་པ་འཕྲད་ན་ཡང་རང་གི་ཚེ་སྲོག་རྣམ་པར་ཞི་བ་འདི་རྩ་མེད་གཏན་མེད་བཟོ་ཐུབ་ཀྱི་མི་འདུག་བ། འདི་བཟོ་རྗེས་སྤྱོད་པའི་རྒྱུ་མི་འདུག་རྐྱེན་མི་འདུག་བ། འོ་དེས་ཚེ་སྲོག་རྣམ་པར་ཞི་བ་འདི་ཟེར་གྱི་ཡོད་རེད་ད། འདི་ག་ནས་སླེབས་འོང་རྒྱུ་རེད། ཐོག་མ་མེད་པའི་དུས་ནས་ད་ལྟོས་ཀྱི་ལུས་འདི་སློང་བ་ཡན་ཆོད་ལྟ་བུ་ལ་ར་ཡིག་གྲུབ་ཁོག་སྲུང་ཁོག་པ་གི་ར་ཡིག་གྲུབ་པོ་འདི། ཐོག་སྲིད་པའི་རྩེ་མོ་ནས་བཟུང་དུ་མ་ན་ར་གཉའ་ཤོང་གི་གདན་ལ་ཐུག་གི་བར་དུ་རའི་སྤྲུལ་པོ་འདི་གིས་ལུས་རྟེན་ཐང་ཆད་དེ་རླངས་འཁོར་ར་ཅོང་ཅོང་བརྒྱབ་ནས་འགྲོ་འདུག་གི་ཡོད་རེད་ད། ག་རེ་བྱས་ནས་འགྲོ་སྡོད་གི་སེམས་ཅན་ཐང་ཆད་གི་ཕ་བཟོ་གི་བཟོ་གི་མ་བཟོ་གི་བཟོ་གི་བུ་བཟོ་གི་བཟོ་གི་བྱས་ནས་དེ་ནས་འགྲོ་འདུག་གི་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་རྒྱལ་བ་སྐུ་གསུམ་གྱི་མཛུབ་བཙུགས་ས་དེ་ཚེ་སྲོག་བཏང་པ་ཞེས་པ་སུ་གཅིག་གིས་ཡོད་པ་བཟོ་མ་ཐུབ་གི་ཕ་མའི་བཟོ་མ་ཐུབ་གི།

ཚེ་སྲོག་རྣམ་པར་ཤེས་པ་འདི་གི་རིགས་དྲུག་པོ་འདི་དག་ཐམས་ཅད་ཀྱི་མ་བཟོ་མ་ས་པོད་ཀྱི་དུས་སྐལ་མ་བཟོ་མ་ས་པོད་ཚེ་སྲོག་རྣམ་པར་ཤེས་པ་ཅིག་མི་འདུག་ཟེར་རྒྱུ་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་རང་ཉིད་འོ་སེམས་ཀྱིས་ཐམས་ཅད་ཀྱི་ཚེ་སྲོག་རྣམ་པར་ཤེས་པ་ཀུན་གྱི་བུ་རྒྱུད་བཟོ་མ་ས་པ་གི་སྐད་ཀྱང་ལུས་ཡོད་མི་འདུག་ཟེར་གྱི་ཡོད་རེད། འོ་ད་དེ་འདྲའི་བྱེད་དུས་རྩ་ནས། ད་དུས་ཐོག་ནས་སྐད་དགོས་ཀྱི་ཡོད་རེད་མ་གཏོགས་བཅོས་བུ་གས། ཡང་འགྲིག་གི་ཡོད་མ་རེད་ཁྱོད་ཚོ་སད་ཉིན་པོ་དེ་སད་ཞོག་ཞེས་པའི་སད་ཞོག་བྱེད་སྟངས་དེ་ཧ་གོ་དགོས་ཀྱི་རེད་མ་གཏོགས་བཅོས་བུ་དེ་མ་ཤེས་པ་དེ་སངས་རྒྱས་ཐང་ཆད་རྒྱལ་བ་ཀོ་སངས་ཀྱིས་ཐག་བཅད་རྒྱུ་དེ། རང་གི་ཕ་མ་ཞིག་མ་བསགས་པའི་སེམས་ཅན་མེད་ཟེར་ཐག་བཅད་འདུག་མ་གཏོགས་བཅོས་བུ་གས། རང་གི་ཕ་མ་ཞིག་མ་བསགས་པའི་སེམས་ཅན་གྱི་ལུས་མེད་ད། སེམས་ཅན་གྱི་ངག་མེད་ད་ཟེར་ནས་ཐག་བཅད་མི་འདུག་བ། ཕ་མ་ཞིག་མ་བསགས་པའི་སེམས་སྐྱིད་ཀྱི་ལུས་ཡོད་རེད་ངག་ཡོད་རེད་ཡིན་ན་ཡང་སེམས་སྐྱིད་ངོ་མ་དེ་ཡོད་མ་རེད། ད་མེད་པ་དེ་ད་ལྟ་འཇིག་གི་འདུག་གཞིས་དེ་ག་རེ་རེད་ཟེར་ང་དགེ་སློང་ཡིན་པས་ང་ཕ་མེད་མ་མེད་ང་ལ་བུ་མེད་བུ་རྒྱུད་མེད་ཤེས་ཙང་ང་ཕ་མ་མེད་ཕ་མ་མེད་པའི་སེམས་སྐྱིད་ང་ཡིན་བསམ་པ་གྱིས། འོ་ཤེས་ཙང་ང་གི་ཕ་མ་ཞིག་མ་བསགས་པའི་སེམས་སྐྱིད་འདུག་ག་གི་ཕ་གིས་རྟག་དེ་འདུག་ཕ་གིས་ཀྱི་ཁྱི་དེ་འདུག་ཟེར་གྱི་ཡོད་རེད་ད་འཛུགས་བཙུགས་ས་དེ་རྟག་ཏུ་ཁྱི་གི་ལུས་སྟེང་དེ་ལ་འཛུགས་བཙུགས་དགོས་རེད་བདེན་པ་རེད་ཁྱོད་ཕྱི་གི་ལུས་དེ་དོ་ཁྱོད་ཀྱི་ཕ་ཞིག་མ་བསགས་པ་རེད་མ་གཞི་བར་ལུས་རེད། རྟགས་ཀྱི་ལུས་དེ་དོ་ཁྱོད་ཀྱི་ཕ་མ་ཞིག་མ་བསགས་པ་རེད་ཁྱོད་བདེན་པ་རེད་དེ། ཤ་ཆ་ཐུབ་པ་ལ་སོགས་པའི་རྒྱལ་བ་སྐུ་གསུང་གིས་དེ་ཟེར་གི་མི་འདུག། རྟགས་དང་ཕྱི་གི་ཚེ་སྲོག་རྣམ་པར་ཤེས་པ་དེ་ཡང་ཁྱོད་ཀྱི་ཕ་མ་ཞིག་ཚར་བ་རེད་ཟེར་གི་ཡོད་རེད། ད་དེ་ཁྱོད་ཀྱི་རྟགས་དང། ཕྱི་གི་ཚེ་སྲོག་རྣམ་པར་ཤེས་པ་དེ་ཡང་ཁྱོད་ཀྱི།